རྒྱ་གར་ལྷོ་ཕྱོགས་ཀྱི་རྒྱལ་པོ་དེས་ནི་ཕྱི་རོལ་པ་དང་ནི་རྫུ་འཕྲུལ་ཤེས་མཁན་དེ་ལ་ཁྱེད་རང་ང་རྒྱལ་མ་བྱེད། མགོན་པོ་ཀླུ་སྒྲུབ་དེ་རྟོགས་པ་མཐོན་པོ་ལ་ཡང་ནི་ཕེབས་ཡོད་པ་གང་ཟག་དེ་འདྲས་ཀྱི་རེད། འདི་ནི་སྔན་མ་སྔོན་ཆད་ཀྱི་མགོན་པོ་ཀླུ་སྒྲུབ་ད་ལྟ་གོང་ན་ཞབས་ཞུ་དེ་དང་འདྲ་གི་མ་རེད། འདི་ནི་ཤེས་རབ་དང་རྟོགས་པ་དེ་ང་ཚོ་ཉི་ཟླ་དང་ནི་དོ་མཉམ་པ་དེ་འདྲས་བྱེད་པ་རེད། དེ་ཡིན་དུས་བྱས་ཙང་ཁྱེད་རང་གིས་མགོན་པོ་ཀླུ་སྒྲུབ་དང་ནི་ག་ལ་ཕྲག་དོག་ལངས་ཀྱི་མགོན་པོ་ཀླུ་སྒྲུབ་དང་འགྲན་གྱི་ཟེར་འགྲན་ཡ་དེ་མགོན་པོ་ཀླུ་སྒྲུབ་བཙལ་བ་དེ་ག་རེ་ཡིན་པ་ཟེར་ལབ་པའི་སྐབས་ལ་ནི་ཕྱི་རོལ་མུ་སྟེགས་པ་རྫུ་འཕྲུལ་ཤེས་མཁན་དེས་ཨེ་ནི་རྒྱལ་པོ་ཁྱེད་རང་གིས་ཨེ་ནི་མགོན་པོ་ཀླུ་སྒྲུབ་ཀྱི་གཡོ་སྒྱུ་མ་བཞེངས་པ་རེད། མགོན་པོ་ཀླུ་སྒྲུབ་དེ། ག་སུ་རེད་སྤྱི་ཡོངས་ཀྱི་ད། གཡོ་སྒྱུ་ཚ་བོ། སྤྱི་ཡོངས་ཀྱི་ད་ཁ་སྟབས་ཁ་གལ་མེད་པའི་མི། ཟོག་པོ་དེ་འདྲ་ཅིག་རེད། དེ་འདྲས་སུ་ལབ་པ་རེད། གལ་སྲིད་ངས་ལབ་པ་ན་བཞིན་རྒྱལ་པོ་ཁྱེད་རང་གིས་ཨེ་ནི་མགོན་པོ་ཀླུ་སྒྲུབ་དེ་འདྲས་ཡིན་པ། ཁྱེད་རང་གི་སྣང་བར་འགྲོ་གི་མི་འདུག་ན། ཨེ་ནི་ང་དང་མགོན་པོ་ཀླུ་སྒྲུབ་རྫུ་འཕྲུལ་ལྡན་ཆོག་གི་རེད། དེ་ནས་ཨེ་ནི་རྒྱལ་པོ་ཁྱེད་རང་གི་མགོན་པོ་ལུག་ཁྱུ་ག་འདྲས་ཡིན་པའི་གསལ་བོ་ཤེས་ཀྱི་རེད། ཟེར་འདྲས་ལབ་རེད་ཟེར་ནས་རྒྱལ་པོས་ད་དེ་འདྲས་ཡིན་པས་ན། འགྲིག་གི་རེད་ཞེས་མ་བཀའ་གནང་ནས་ཨེ་ནི་རྫུ་འཕྲུལ་ལྡན་གྱི་དུས་ཚོད་ཟོས་ཨེ་ནི་རྫུ་འཕྲུལ་ལྡན་པའི་ཉིན་མོ་དེ་ལས་ཨེ་ནི་མགོན་པོ་ཀླུ་སྒྲུབ། ཕྱི་རོལ་པའི་ད་ལྟ་རྫུ་འཕྲུལ་ཤེས་མཁན་དེ་མ་སླེབས་པའི་སྔོན་ལ་ཡང་ཨེ་ནི། མགོན་པོ་ཀླུ་སྒྲུབ་ཕེབས་ནས་སྐབས་དེ་དུས་ཀྱི་རྒྱལ་པོ་དང་མཉམ་དུ་ཨེ་ནི་ཕོ་བྲང་ནང་ལུག་ལ་ཡར་ཞུགས། ཨ་ནི་རྫུ་འཕྲུལ་འགྲན་པའི་ཉིན་མོ་དེ་ལས་ཨ་ནི་གར་སེའོ་རེད། ད་ལྟ་མགོན་པོ་ཀླུ་སྒྲུབ་དང་ཨ་ནི་རྒྱལ་པོ་དེ་མཉམ་དུ་ཕོ་བྲང་ནང་ལ་བཞུགས་ཡོད་ཀར་མཉམ་དུ་བཞུགས་ཡོད་པ་དེ་ཕྱི་རོལ་མུ་སྟེགས་པ་དེས་མཐོང་བའི་སྐབས་ལ་དམིགས་བསལ་གྱིས་ད་འདུ་ཞེ་སྡང་དང་ཕྲག་དོག་ལངས་བྱས་ཨ་ནི་གར་སེའོ་རེད་མགོན་པོ་ཀླུ་སྒྲུབ་མཐོང་མ་ཐག་ཏུ་དམིགས་བསལ་ད་ལྟ་རྒྱལ་པོའི་ཕོ་བྲང་གི་མདུན་དེ་ལ་ཡང་ཨ་ནི་རྫུ་འཕྲུལ་བསྟན་བྱས་རྫུ་འཕྲུལ་དེ་ལ་གར་བསྟན་པ་རེད་ལབ་ནས་ཕྱི་རོལ་པ་དེས་ཨ་ནི་གསེར་གྱི་ད་ལྟ་ང་ཚོ་མཚེའུ་ལབ་སྟེ་མཚོ་ཆུང་ཆུང་ཨ་ནི་ཆུ་ཡིས་ཅིག་བབ་ལབ་ཡོད་བསྡད་པ། འདི་ནི་མཚེའུ་དེའི་དཀྱིལ་དེར་ཡང་ད་ལྟ་གསེར་གྱི་མེ་ཏོག་པད་མ་དྭངས་མ་སྟོང་ཡོད་པ། འདི་དྭངས་མ་སྟོང་གི་ཐོག་ལ་ཕྱི་རོལ་མུ་ཏིག་པ་ཁོ་རང་ཡང་དེའི་རྗེས་པད་མའི་ལྟེ་བ་དེ་ལ་ཡང་ཞབས་སྐྱིལ་ཀྲུང་འདྲ་བོ་ཞིག་བསྟན་ནས་རྫུ་འཕྲུལ་གྱིས་བསྟན་པའི་རྫུ་འཕྲུལ་གྱིས་བསྟན་པ་རེད། དེ་འདྲ་གི་རྫུ་འཕྲུལ་བསྟན་ནས་དཔེ་དེ་ཁ་གསོ་བའི་ངག་ནས་མ་ཆགས་ཤར་བ་ནས་ཁེངས་དྲེགས་དང་ང་རྒྱལ་ཆེན་པོའི་ཐོག་ནས་གར་བཤད་པ་རེ་རོལ་ནས་མགོན་པོ་ཀླུ་སྒྲ་རེ་ཁྱེད་རང་ལྟོས་ཞེས་ང། པད་མའི་དཀྱིལ་ལ་ཡང་དེའི་རྗེས་མཐོ་རིས་ཀྱི་ལྷ་དང། འདྲ་བོ་ཡོད་རེད། ཡིན་པས་ནས་ཁྱོད་རང། ཨེ་ནི་དམན་པའི་ས་ལ་མ་འཁུམས་ཅེས་བཟླས་པ་འདི་དཔེ་དེ་གད་མོ་ཤོད་ཡ་རེད། ཨེ་ནི་པདྨའི་གདན་ལ་གནས་པའི་འདི་ང་ཚོ་བློ་གྲོས་ཆེན་པོ་ཨེ་ནི་ང་དང་ཨེ་ནི་ཁྱེད་རང། རྩོལ་བ་ཆེ་ཕོ་ས་རི་བའི་ཆ་ཅན་ཕྱི་རོལ་མུ་འདུག་པ་འདི་འདི་འདྲས་ལབ་པ་རེད། ཨོ་འདི་འདྲས་ལབ་པ་ཡིན་ཙང་སྐབས་དེ་དུས་མགོན་པོ་ཀླུ་སྒྲུབ་ཀྱིས་གཞན་ནས་གད་མོ་གསུངས་པ་བཅས་ཨེ་ནི། རྒྱལ་པོ་དང་མཉམ་དུ། ཨིག་མ་བཞུགས་ཁྲི་འགར་བཞུགས་ཡིན་པ་ཡིན་ཙང་ཨེ་ནི་བཞུགས་ཁྲི་ལ་ཡང་ལངས་བྱས་ཨེ་ནི་གཞན་རེ་མ་སྔགས་བཟླས་བྱས་སྔགས་བཟླས་པའི་རྗེས་ལ་ཡང་ཨེ་ནི་ད་ལྟ་གླང་པོ་ཆེ་ཨེ་ནི་ཁ་དོག་དེ་ང་ཚོ་ཐད་ཀར་ཨེ་ནི་མཆེ་བ་དྲུག་ཡོད་པ་དེ་འདྲའི་ཅིག་སྤྲུལ་ནས་དེའི་སྟེང་ལ་ཡང་ཨེ་ནི་མགོན་པོ་འདུག་ལ་བཞུགས་པ་དེ་འདྲའི་ཅིག་ལ་སྤྲུལ་པ་བསྟན་ཨེ་ནི་དེ་འདྲའི་གིས་ད་ལྟ་ཕྱི་རོལ་པ་དེའི་སྤྲུལ་པ་བསྟན་པས་ད་ལྟ་མཚེའུ་གི་དེའི་མཐའ་ལ་ཡང་ཨེ་ནི་ཀོ་ར་ཅིག་བརྒྱབ་བྱས་གླང་པོ་ཆེ་ད་སྣ་དགུ་ཆེན་པོ་ང་ཚོ་སྣ་ཤ་རྒྱག་བྱས་ཨེ་ནི་ཕྱི་རོལ་པ་དེ་པས་དེ་བར་སྣང་ལ་ཡང་བས་དེ་གཡོགས་ནས། བ་ན་ལ་ཡ་སྐྱག་ནི་ཨེ་ནི་མ་ས་ལ་དབ་ཏེ་ཟླ་བའི་སྐབས་ལ་ཨེ་ནི་ད་ལྟའི་ཕྱི་རོལ་པ་འདི་རྫུ་འཕྲུལ་ལྡན་པའི་མཚེའུ་དང་མགོན་པོ་ཀླུ་སྒྲུབ་ཀྱི་ཨེ་ནི་ད་ལྟ་རྫུ་འཕྲུལ་ལྡན་པའི་གླང་ཆེན་ལ་སོགས་པ་འདི་མིག་མཐོང་སར་མེད་པར་བ་དང་མི་སྣང་བར་ཆགས་པ་རེད་དེ་འདྲའི་ཡིད་དུ་ཨེ་ནི་མུ་སྟེགས་པས་ཨེ་ནི་རྐང་པ་དང་སྐེད་པ་ལ་སོགས་པ་ཚང་མ་ལ་ས་ལ་ད་ནི་མ་ཉལ་བསྡད་པ་ག་ད་འདི་འདྲས་མཐོང་བ་རེད་དེ་འདྲའི་ཡིད་དུ་ཨེ་ནི་ཕྱི་རོལ་མུ་སྟེགས་པ་དེས་མགོན་པོ་ཀླུ་སྒྲུབ་དྲུང་ལས་གོང་མ་བསྐོ་ནས་ག་ད་པད་མོ་བཙོང་ནས་ཡོང་བྱས་ཨ་ནི་པས་འགྱོད་བཤགས་བྱས་ནས་ཨ་ནི་ངས་སོ་སོ་རང་གིས་རང་ཚོད་མ་སྟེགས་པ་བྱས་ཨ་ནི་མགོན་པོ་ཀླུ་སྒྲུབ་ལས་དམིགས་བསལ་གྱི་བརྙས་བཅོས་བྱས་པ་དེ་འདྲིས་མ་སོ་ད་ནས་ཨ་ནི་ང་ནང་པ་སངས་རྒྱས་པའི་ཆོས་ལ་ཞུགས་བྱས་ཁྱེད་རང་གིས་ཨ་ནི་རྗེས་འཇུག་སློབ་མ་བྱེད་ངེས་ཡིན་དེ་ཡིན་དུས་ང་རྗེས་སུ་འཛིན་རོགས་གནང་ཨ་ནི་ང་ལ་སློབ་སྟོན་གནང་རོགས་གནང། ཞུས་པ་རེད། ལ་སོགས་ད་དེ་ནས་སྡེ་ཚན་གཉིས་པ་དེ་ད་ལྟ་རྒྱ་ནག་གི་གཞུང་མགོན་པོ་ཀླུ་སྒྲུབ་ཆེན་བོ་ཆེ་བ་དེའི་ནང་ལ་གསལ་བའི་ནང་གསེས་ལྔ་པ་དེ་རེད་ད་མགོན་པོ་ཀླུ་སྒྲུབ་ཀྱི་ཨིན་རྒྱལ་པོ་ཁོ་དང་བཅས་པ་བཏུད་བྱས་ཡང་ནང་པར་ཚུར་བཅུག་སྟངས་དེ་རེད་ད་རྒྱལ་པོ་ཁུ་ཆེས་བསད་དེ་རྒྱལ་པོ་དེ་ཕྱི་རོལ་པའི་རྒྱལ་པོ་ཨ་ནི་དེའི་འཁོར་དུ་འཛིན་ད་ཕྱི་རོལ་པ་ཡིན་པ་ཡིན་ད་ཨོ་ད་དོ་དོ་བཏུད་བྱས་ང་ཚོ་ནང་པར་ཚུར་བཅུག་པའི་སྐོར་དེ་རེད་ད་བཏུད་པ་དེ་ག་འདྲ་བཏུད་ཡོད་མེད་དེ་ཡང་ད་ཅི་གོང་ད་འདྲ་པར་ཡོད་རེད་ད་དེ་ནས་ད་ཅི་གོང་ལ་ཞུ་བ་ན་ཞིག་ཕྱི་རོལ་པའི་རྫུ་འཕྲུལ་སྤྲད་ནས་དེ་བཏུད་བྱས་ནང་པར་བཅུག་དེ་ནས་ཡང་ཡང་རྒྱ་དེ་དང་ཐག་ཉེ་བོ་ཡོད་པའི་འདབས་འབྲེལ་ཡོད་པའི་རྒྱལ་ཁབ་ཅིག་ལ་ཕྱི་རོལ་པའི་བསྟན་པ་ལས་དད་པ་བྱེད་མཁན་གྱི་རྒྱལ་པོ་བྱོས་པ་བྱས། རྒྱལ་པོ་དེ་ལ་ཡང་འབངས་མི་སེར་མང་པོ་ཡོད་པ་ཡིན་ཙང་འབངས་མི་སེར་དུ་མཛད་པའི་རྒྱལ་པོ་དེས་དཔེ་དེ་བཙན་དབང་གི་ཐོག་ནས་ཕྱི་རོལ་པའི་ཆོས་ལ་ཚུར་བཅུག་ནས་ད་ཕྱི་རོལ་པའི་ཆོས་ལ་ཚུར་བསྒྱུར་ཟེར་མི་འདུག་ག་ད་ཕྱི་རོལ་པའི་ཆོས་ལ་ཡང་བཅུག་གི་ཡོད་པ་རེད། ཕྱི་རོལ་པའི་ཆོས་ལ་བཅུག་པ་ཙམ་མ་ཟད་རྒྱལ་པོ་ཁོ་རང་གི་མངའ་འོག་ལ་ཡོད་པའི་མི་སེར་ནང་པ་བྱེད་མཁན་རིགས་དང་དམིགས་བསལ་གྱི་དང་པོ་བྱེད་མཁན་གྱི་རྒྱལ་པོ་དེ་བྱུང་བ་རེད།

སྐབས་འདི་འདྲ་ཞིག་ཁེལ་བ་རེད། སྐབས་འདི་འདྲ་ཞིག་ཁེལ་བ་ཡིན་ད་ལྟ་གོང་བུ་ཀླུ་རུ་ལ་གུས་པ་ཧ་ཅང་ཡག་པོ་འདུག་ཟེར་དགོངས་བ་བྱས་ཨ་ནི་གོང་བུ་ཀླུ་རུ་ཡས་ཨ་ནི་ཕྱི་རོལ་བ་དེའི་སྐུ་གཟུགས་དམར་མིན་གྲས་ལ་ཡག་རྫུན་ཞུ་ན་ཨ་ནི་དེ་ནས་དུས་ཚོད་རིང་པོར་མ་ཕྱིན་པའི་རྗེས་ལ་ཡང་ཨ་ནི་གོང་བུ་ཀླུ་རུ་གིས་ཨ་ནི་གར་སྦྱོང་བརྡར་གནང་ནས་ག་ད་སྐུ་གཟུགས་དམར་མིན་གྱི་དམག་དཔོན། དེ་འདྲ་ཆགས་ཀྱི་རེད་སྐུ་མདོག་དྲོ། དེ་ནས་ཉི་མ་གཅིག། རྒྱལ་པོ་དང་ཕྱི་ལོགས་མ། འབྱུང་རྒྱུ་ལ། འབྱུང་རྒྱུ་སྲིད་དེ་དག་ང་ཚོ་རྣ་བ་སྐྱིད་པའི་ཕྱིར་སྐྱོ། སྐུ་སངས་རབ་རྗེས་ལ་ཕེབས་པའི་སྐབས་ལ་སྐུ་གསུམ་མར་མེ་དང་མཚུངས་མཉམ་དུ་ཡོང་དགོས་རེད་པ། འོ་སྐུ་གསུམ་མར་མེ་དང་མཚུངས་པས་སོ་སོའི་མཚོན་ཆ་རྟ་དང་གྲི་དང་དུང་ལ་སོགས་པ་དང་དུ་ཆར་བྱས། དེ་ནས་ང་ཚོ་དང་མར་མེ་རུ་རི་དང་འགྲོ་དུས་ང་ཚོ་ལེབ་རེད་ཞེས་ས་ཆེན་པོ་ཨིན་ཇི་སྐད་བྱས་པ་ནི་གཡས་གཡོན་གསལ། ཨོ་རྐང་པ་དང་རྐང་པ་སྤུ་དང་བཅས་པ་དང་དུ་ཧ་ཅང་གི་ཆ་འགྲིག་པོ་ཞིག་རེད་དེང་སང་གི་ང་ཚོ་དམག་མིའི་འབྲུ་རིགས་ནང་བཞིན་ཡོད་རེད་པ་ཨོ་དེ་འདྲ་གི་ནི་རྐང་རྐང་དང་ལུག་དང་གཡུ་དང་ཚོ་དཔེ་དེ་ཆ་མཉམ་པོ་ཆ་འགྲིག་པོ་དེ་འདྲ་ཅིག་བྱེད་ཀྱི་ཡོད་རེད་དེ་བྱས་པ་ཙམ་མ་ཟད་ཧ་ཅང་གི་དམག་མི་སྐུ་གསུམ་མམ་དང་ཚོ་དཔེ་དེ་འཇིགས་སྣང་ལྡན་པ་གཟི་བརྗིད་དང་ལྡན་པ་དེ་འདྲ་ཅིག་མཐོང་བྱས་ཨ་ནི་རྒྱལ་པོས་དཔེ་དེ

རྒྱལ་པོ་ཁོ་རང་གི་གཞུང་ནས་མ་བལྟས་ཀྱི་ཟླ་ཕོག་ཡས་ལེན་གྱི་མི་འདུག། རྒྱལ་པོའི་གཞུང་ནས་མ་བལྟས་པས་ཨ་ནི་ཁ་ལག་ཟ་ཡས་ལ་སོགས་པ་གང་འདྲ་ཟ་མའི་གཞུང་གི་ཟ་མ་མ་ཟ་ངས་མི་ཡ་མཚན་སྐྱེད་བྱེད་རེད་ཅེས་དེ་འདྲ་ཞུས་པ་རེད། དེ་འདྲ་ཡིན་དུས་ཨ་ནི་རྒྱལ་པོ་ཁོ་རང་བལྟས་ཏེ་དམིགས་བསལ་གྱི་ཡ་མཚན་རེ་བ་སྐྱེད་བྱས་ཨ་ནི་མགོན་པོ་ཀླུ་སྒྲུབ་ད་ལྟ་དམག་དཔོན་ཡིན་མིན་ཟ་ཨ་ནི་རྒྱལ་པོའི་དྲུང་ནས་ཡ་སྐད་བཏང་ནས། ཨ་ནི། ཁྱེད་རང་སུ་ཡིན་ཞེས་ཅེས་དྲིས་པའི་སྐབས་ལ་ཨ་ནི་དགུ་པ་ཀླུ་སྒྲུབ་ཀྱིས་ཨ་ནི་ང། ཤེས་བྱ་ཀུན་གཞི་ཡིན། ཤེས་བྱ་ཀུན་གཞི་ཀུན་གཞི་ཡིན། ད་ཤེས་བྱ་ཚང་མ་ལ་ཤེས་མཁན་ཡིན་ཞེས་ཞུས་པ་རེད། ཨེ་རྒྱལ་པོས། ང་ཚོ་ཤེས་བྱ་ཀུན་གཞི་འཇིག་རྟེན་འདིའི་ནང་ལོས་ལ་ཧ་ཅང་གི་དཀོན་པོ་རེད་དེ་ཡིན་པའི་སྐད་ཁྱེད་རང་ད་ག་ཟེ་སྐད་ཆུ་མེད་པ་བཤད་མ་སྡོད། ཁྱེད་རང་ད་ག་ཆོ་མེད་པ་ཤེས་ག་ཅི་རེད་བྱ་གསུངས་པ་རེད་སེམས་གོང་བུ་ཀླུ་སྒྲུབ་ཀྱི། གལ་སྲིད། ང་ཤེས་བྱའི་ཀུན་ཤེས་ཡིན་པ་དེ་རྒྱལ་པོ་རང་གི་སྣང་བར་གྲུབ་ཀྱི་མི་འདུག་ན། ཨེ་ནས་ད་ལྟ་རང་ཤེས་བྱའི་ཀུན་ཤེས་རེད་དོ་རེད་མེད་དོ་ངས་བཤད་པའི་སྐད་ཆ་དེ་བདེན་པ་རེད་མ་རེད་བསམ་གཟས་བྱས་ནས་དྲི་གི་རེད། དེ་འདྲ་ཞུས་པ་རེད་དེ་འདྲ་བྱས་པ་ཅིག་གིས་ད་རྒྱལ་པོའི་བསམ་པ་ལ་ད། རྒྱལ་པོ་ཁོ་རང་དམིགས་བསལ་ཕྱི་རོལ་པའི་ད་ལྟ་བྲམ་ཟེའི་གཞུང་ལ་ཡང་ཧ་ཅང།

ནི། ཁོ་རང་ལ་ཡང་ཁྱེད་རང་རྒྱལ་ཁ་ཐོབ་པ་རེད། གལ་སྲིད་མ་བྲིས་པ་ཡིན་ན་ཁྱེད་རང་ཕམ་པ་རེད། དེ་འདྲ་ཡིན་དུས་ག་རེ་བྱས་ན་ཡག་ཡོད་ན་བསམ་ནས་རྒྱལ་པོས་བལྟས་ཟེར་ག་བསམ་བཏང་བ་རེད། དེ་ནས་གང་ལྟར། རྒྱལ་པོ་དེས་བསམ་པར་ད་གང་ལྟར་དམག་དཔོན་མགོན་པོ་ཀླུ་རི་ཡིན་པ་ཡིན་ཙང་ད་མི་དེས་གང་ལྟར་ལན། བརྟེན་ནས། འདི་ནི་རྒྱག་མ་ཐུབ་པས་ནི་དྲི་བ་ཅིག་འདྲི་དགོས་བསམ་ནས་དོན་དག་ཅིག་སྐད་ཅིག་བརྗོད་དགོས་བསམ་པ་རེད། དེ་འདྲ་ཅིག་བསམ་པའི་སྐབས་ལ་ལྟ་འོ་ན། ད་ལྟའི་ང་ཚོས་ད་ལྟ་དུས་ཚོད་འདི་ག་རང་ལ་ཡང་ནང་ཁའི་ལྷ་དང་ཚོ། ལས་ཀ་ག་རེ་བྱེད་ཀྱི་འདུག་ཅེས་དགོན་པ་ཀླུ་སྒྲུབ་ཐ་མག་པོ་ཡིན་པ་ལ་དེ་དུས་སྐད་ཅིག་དྲིས་པའི་སྐབས་ལ་དགོན་པ་ཀླུ་སྒྲུབ་ཀྱིས། ད་ལྟ་ལྷ་དང་ལྷ་མ་ཡིན་དང་ཚོ་ནི་དམག་འཁྲུག་དམག་བརྒྱ་པའི་སྒང་རེད་ཞེས་པ་ལན་དེ་ཕུལ་བ་རེད། ད་རྒྱལ་པོའི་བསམ་པ་ལ་ལྟ་མི་འདིས། ག་ཚོད་རེད་ད། དེའི་ཚེ་དེ་ཅི་ཤེས་འདི་ཤེས་མེད་པས་གང་ལྟར་སྨྱོན་པ་ཅིག་རེ་བཞག་སྨྱོན་པས་པའི་སྐད་བྱས་པ་དེ་གཅིག་པ་རེ་བྱས་སམ་ནི་ད་གང་ལྟར་རྒྱལ་པོ་ཁོ་རང་ཡང་དཔེ་དེ། སློབ་བུ་ཐོབ་བྱ་ལ་ལན་དེ་བརྒྱབ་པ་ཡིན་ཙང་རྒྱལ་པོ་ཁོ་རང་དཔེ་དེ་ཧོན་ཐོ་ནི་བལྟས་ཚེ་བདེ་དགོས་ཚེ་གནད་དུ་ཕྱུང་བ་རེད། དེའི་རྗེས་ལ་མགོན་པོ་ཀླུ་སྒྲུབ་ཀྱིས་ད་ལྟ་ལྷ་དང་ལྷ་མ་ཡིན་དམག་རྒྱག་གི་འདུག་ཟེར་ཅིང་རྒྱལ་པོར་བར་ལབ་པ་ཡིན་ཙང་རྟམ་དེས་རྒྱལ་པོ་ཡིད་ཆེས་ཀྱི་ཡོང་མ་རེད་བ། ད་སྙུན་པའི་སྐད་བཤད་སྐབས་བསམ་ཚེ་གང་ལྟར་ངས་བཤད་པའི་གཏམ་དེ་དབེན་གནས་བདེན་པ་ཡིན་དང་རྫུན་མ་ཡིན་ད་ལྟ་ཁྱེད་རང་རྒྱལ་པོ་ཁྱེད་རང་ཤེས་ཀྱི་རེད་དེ་ཚོས་ག་ཚོད་ད་གང་མགྱོགས་མགྱོགས་པོ་ཤེས་ཀྱི་རེད། འོ་དེ་འདྲ་རིགས་ད་སྐར་མ་ཁ་ཤས་ཕྱིན་པའི་རྗེས་ལ་ཡང་ནང་དགའ་ལ་ད་ལྟ་ལྷ་དང་ལྷ་མ་ཡིན་ལ་སོགས་པ་དམག་རྒྱབ་བྱས་ནི་ང་ཚོ་དམག་རྒྱབ་ཏུ། སྐད་རྒྱག་གི་རེད་བ་ཚར་རེ་ཤོད་ཟིག་ཙག་སྐད་གིག་ས་སུ་ལ་སོགས་པ་དེ་འདྲས་གི་གང་ལྟར་བདག་ཨ་མཆོག་གི་གོ་ཡག་ལན་དེ་ནས་དུས་ཚོད་རིང་པོ་མ་བྱིན་པའི་ཕྱིར་ལ་ལྷ་དང་ལྷ་མ་ཡིན་དམག་བརྒྱབ་ཅིང་ལྷ་མ་ཡིན་ཕམ་བྱས་ནས་ལྷ་མ་ཡིན་གི་རྐང་པ་དང་ལག་པ་དང་མགོ་ལ་སོགས་པ་དེ་འདྲས་གི་འོ་དེ་ནས་དམག་མི་དེ་ཚོས་དང་དུང་དང་ཁྲི་དང་རེབ་རེབ་སོགས་པ་དེ་འདྲས་གི་འོ་བཅས་པའི་རྐང་ལག་ལ་སོགས་པ་དེ་འདྲས་དམག་རྒྱབ་བདུན་ལས་སར་མ་ལྷུང་ཡོང་གི་རེད་དེ་འདྲས་དངུལ་གསུམ་ལས་མིག་མཐོང་ཡང་ཆུང་བ་རེད། འོ་དེ་འདྲ་བྱུང་བ་ཡིན་ཙང་སྐབས་དེ་དུས་རྒྱལ་པོ་དང་བློན་པོ་དང་འབངས་མི་སྲིད་དང་དེའི་འཁོར་ལ་སོགས་པ་གང་དག་འོ་བྲམ་ཟེའི་རིགས་ཚང་མས་མིག་ལ་ཡང་ཨེ་ན་ལྷ་དང་ལྷ་མིན་དམག་འཁྲུག་བརྒྱབ་པའི་ཚུལ་ག་འདྲ་ཡིན་མིན་མངོན་སུམ་ལ་ཡང་ཨེ་ན་མཐོང་ངོ་དེ་འདྲ་བྱས་པ་རེད་དེ་འདྲ་ཡིན་དུས་ཀྱང་རྒྱལ་པོ་དང་སྐབས་དེ་དུས་ཀྱི་མང་ཚོགས་སྟོང་ཕྲག་མང་པོ་ཡོད་པ་ཡིན་ཙང་འོ་ད་དོན་དུ་ཚང་མ་ལོ་ཡས་ཚན་སྐྱེས་ཤིང་ཨེ་ན་རྒྱལ་པོ་ལ་ཨེ་ནས། འོ་དེ་ནི་ངོ་ཚ་སྐྱེས་པའང་ཐ་སྐྱེས་པ་ཡིན་ཙང་ཨེ་རྒྱལ་པོས་མགོན་པོ་ཀླུ་སྒྲུབ་ལ་ཡང་བསྐྱར་སླར་ཡང་ཁ་བྲལ་བས་ཟེར་ན་ཨེ་ནི་བློ་བྱས་ཙང་ཁྱེད་རང་དངོས་གནས་ད་ངོ་མ་སུ་ཡིན་པས་ཞེས་ཀྱི་སྐད་ཅིག་བྱས་པའི་སྐབས་ལ་ཨེ་ནི་མགོན་པོ་ཀླུ་སྒྲུབ་ཀྱིས་ཚུལ། དམག་ཆས་འདི་ཡི་བག་པིས་བྱས་ན་བློ་ལ་ང་ཚོ་ད་གྲྭ་པའི་ཆས་ཡོད་ཁོ་ནས་དགེ་སློང་གི་ཆ་བྱས་བསྟན་བྱས་ཨེ་ནི་ང་ཤཱ་ཀྱའི་དགེ་སློང་ཀླུ་སྒྲུབ་སྲས་དེ་ཡིན་ཞེས་བག་ལན་འདི་ཞུས་པ་རེད་དེ་འདྲ་ཡིན་དུས་ཨེ་ནི་རྒྱལ་པོས་ཨེ་ནི་ངའི་རྒྱལ་ཁབ་ཀྱི་ཉེ་འཁོར་ལ་ཡང་ཨེ་ནི། དགེ་སློང་ཀླུ་སྒྲུབ་སྲས་ཀྱི་གང་ཟག། རྒྱལ་པོའི་མཆུ་ནས་ཡིན་པ་དེ་འདྲ་ཅིག་ཡོད་པ་དང་ནི་མགོན་པོ་ཀླུ་སྒྲུབ་སྲས་དེ་རྒྱལ་ཁབ་ཀྱི་འབངས་མི་སེར་ལ་སོགས་པ་ཚང་མ་ལ་ནང་པ་སངས་རྒྱས་པའི་ཆོས་ལ་སྤྱུགས་པའི་གནས་ཚུལ་དེ་འདྲས་སྨིན་མ་ངས་ཐོས་མྱོང་ཡིན་པས་ཡིན་ནའི་ཁོ་བདེན་པ་ཡིན་མིན་ཤེས་མ་སོང་ཟེར་ད་ད་ལྟ་ངས་དངོས་སུ་མཐོང་ནས་གང་ཟག་འཕགས་པའི་གང་ཟག་ཅིག་ཡིན་པ་ནི་ཤེས་སོ་ཤེས་པ་ཙམ་མ་ཟད་ངས་རྦད་དེ་ཡིད་ཆེས་བརྟན་པོ་སྐྱེས་སོ་དེ་འདྲས་ཡིན་དུས་ཁྱེད་རང་ལ་ད་གུས་བཀུར་ཞུ་གི་ཡོད་ངས་སྐྱབས་གནས་ལས་བསྟེན་གི་ཡིན་ཨེ་འདི་ང་ལ་ཡང་ཆོས་གསུང་རོགས་གྱིས། ཧོ་དེ་འདྲའི་ཤུལ་ནས་སྐབས་དེ་དུས་ཨིན་ལི་རྒྱལ་ཁབ་ཀྱི་རྒྱལ་པོ་དང་བློན་པོ་དང་འབངས་མི་སེར་ཚང་མ་ལོ་གང་དང་ནང་པ་སངས་རྒྱས་པའི་ཆོས་ལ་བཅུག་རྗེས་ཧོ་དེ་འདྲའི་བྱེད་པ་བྱས་ཨིན་ཀུ་མུ་ཏུ་རུ་དེ་དུས་ཚར་བའི་རྗེས་ལ་ཨིན་ཀུ་མུ་ཏུ་རུ་ཁོ་རང་གི་སྐུ་འཁྲུངས་སའི་ལྷོ་ཕྱོགས་བི་ཏའི་ཡུལ་སླར་ཡང་ཨིན་ལི་རང་ཡུལ་ལ་མ་ལོག་པས་པ་རེད་ཧོ་ད་འདི་དང་པོ་གཅིག་རེད། ད་དེ་ནས་ནང་གསེས་ཀྱི་སྡེ་ཚན་དྲུག་པ་དེ་དགོན་པ་ཀླུ་སྒྲུབ་ཐ་མ་སྐུ་མྱ་ངན་ལས་འདས་ཚུལ་སྐོར་དེ་རེད། འོ་དེ་འདྲ་ཡིན་དུས་ཡང་ད་ལྟ་རྒྱ་ནག་གི་སློབ་དཔོན་གཞོན་ཚང་ཟེར་བ་ཁྱེད་རང་ཁོང་ཚོའི་སྐད་ལ་ང་ཚོ་བོད་སྐད་ཚུར་བསྒྱུར་འདོད་ཐང་སན་བླ་མ། ཧོ་ཐང་སན་བླ་མ་རྒྱ་གར་ཕེབས་པའི་རྒྱ་གར་ལམ་ཡིག་དེའི་ནང་ལོ་ལ་ད་དགོན་པ་ཀླུ་སྒྲུབ་སྤྱན་འོས་སྐུ་ཚེ་སྨད་ལ་ཡང་ཨ་ནི་ཚེ་རིང་འཛིན་ཐོབ་པ་ཨ་ནི་ལོ་བརྒྱ་ལྷ། དེ་འདྲའི་དགོངས་ཀློང་ཡང་འབྲས་བུ་འཕེལ་བ་ཡིན་པས་ནི་གང་དག་གེགས་པའི་རྣམ་པ་རབ་བཅས་མེད་པ། ཨེ་ནི་རྒྱལ་པོ་དག་སྙམ་དུ་ཨེ་ནི་འཆི་མེད་ཚེ་ཡི། ཨེ། གལ་སྲིད་དེ་འདྲའི་གྲུབ་པ་འགྲུབ་པ་ཡིན་ཙང་ཨེ་ནི་འཆི་མེད་ཚེ་ཡི་དངོས་གྲུབ་ཐོབ་ཅེས་ཨེ་ནི། གར་སོང་རེས་གཟའ་རྒྱལ་པོ་དང་ཨེ་ནི། མགོན་པོ་ཀླུ་སྒྲུབ་གཉིས་སྐུ་ཚེ་མཉམ་པ། འོ་དེ་འདྲའི་སྐུ་ཚེ་མཉམ་པ་ཡིན་ཙང་ཨེ་ནི་དེར་གྱང་དུ་དུས་རྒྱུན་གྱི་ནང་དུ་བུ་ག་ན་དུ་ཡོད་པ་འདི་དེ་རེད་ཤེས་སྤྲིན་མཛད་ཡུལ་གྱི་རྒྱལ་པོ་བདེ་སྤྱོད་ཨེ་ནི། མགོན་པོ་ཀླུ་སྒྲུབ་དང་སྐུ་ཚེ་མཉམ་པ། ཨེ། བཟླས་བརྗོད་ཀྱི་སྲས་ཀྱི་ཨེ། མགོན་པོ་ཀླུ་སྒྲུབ་ཨུ་ལོང་ཅན། ཨུ། སྦྱིན་པ་བཏང་ནས་ཉེ་ལ་བསྡད་པ་ཨོ། དེའི་གཟུངས་དང་འདི་ད་ལྟ་རྒྱ་ནག་གི་འགུལ་རྒྱུ་རེད་བོད་པ་འདི་རེད་ད། ཨོ་འདི་རེད་ཡིན་འདི་ད་རྒྱལ་པོ་འདི། ཨེ་ནི། སྲས་དེ་ཧ་ཅང་གི་ད་ལོ། ཡང་འབྲས་བུ་ཆགས་པ་ཡིན་མིན་ནི་གང་ལྟར་རྒྱལ་སྲིད་བྱས་ཀྱི་གོ་སྐབས་མ་ཐོབ་པ་རེད་གང་ཡིན་ཟེར་ན། རྒྱལ་པོ་འདི་མགོན་པོ་ཀླུ་སྒྲུབ་དང་སྐུ་ཚེ་མཉམ་པ་རེད་མགོན་པོ་ཀླུ་སྒྲུབ་འདི་དགུང་ལོ་དྲུག་བརྒྱ་ཡིན་མིན་ཙང།

སྦྱིན་པ་གཏང་གི་རེད། དེ་འདྲ་ཡིན་དུས་ཁྱེད་རང་ཕྱིན་ཆད་གོང་བུ་ཀླུ་སྒྲུབ་ལ་བཞུད་ཤིས་ཟེར་གོང་དབུ་ནག་ར་ལ་ཞུས་ཤིས། གོང་བུ་ཀླུ་སྒྲུབ་ཀྱི་དབུ་བཅད་པ་ཡིན་ན་གོང་བུ་ཀླུ་སྒྲུབ་ཉེ་ང་ལ་བསྡད་གི་རེད་གོང་བུ་ཀླུ་སྒྲུབ་ཉེ་ང་ལ་བསྡད་པ་ཡིན་ན་པ་པའི་གྲོང་ཁུལ་རེད་པ་པ་གྲོང་པ་ཡིན་ན་ཁོ་རང་ལ་རྒྱལ་སྲིད་བྱས་གི་གོ་སྐབས་དེ་རག་གི་རོ་འོ་དེ་འདྲ་ཕྱིན་ནས་གང་ལྟར་རྒྱལ་སྲིད་དེ་ཨ་ནི་གོང་བུ་ཀླུ་སྒྲུབ་ཀྱི་རྒྱལ་སྲས་དེ་ཨ་ནི་གོང་བུ་ཀླུ་སྒྲུབ་ཀྱི་དྲུང་ལ་ཡང་བཅའ་ཨ་ནི་ཁྱེད་རང་ལ་ཡང། ག་ཟེ་རེད་ད་ཁོ་རང་ལས་དམིགས་བསལ་གྱི་ན་ཚ་ཧ་ཅང་གི་ཚབས་ཆེན་པོ་ཕོག་སོང། ཨཱ་ནི་ན་ཚ་དེ་བཅོས་ཡག་གི་ཆེད་དུ་སྨན་པ་ལ་སྐད་ཆ་དྲིས་པའི་སྐབས་ལ་ཨཱ་ནི་སྨན་པས་ཨཱ་ནི་མི་ཡི་ཀླད་པ་མེད་པ་ཡིན་ན་ཨཱ་ནི་ནད་དེ་གསོད་ཐུབ་གི་མ་རེད་ཟེར་གི་འདུག་ཨཱ་ནི་མི་ཡི་ཀླད་པ་ཨཱ་ནི་ག་པ་ཚད་ཁ་ཕྱིན་པའི་ནད་རག་གི་མི་འདུག་གཞན་དག་འདྲེས་གི་མི་འདུག་དེ་ཡིན་དུས་ད་ཁྱེད་རང་བྱང་ཆུབ་སེམས་པ་རེད་ཁྱེད་ཀྱི་ཐུགས་རྗེ་གཟིགས་རྗེས་ཨཱ་ནི་ང་ལ་ཡང་མིའི་ཀླད་པ་ཞིག་ན་རོ་ན་ཞུས་པ་རེད། དེ་མི་ཀླད་པ་ཚད་ཁ་ཕྱེ་ནས་ག་འདྲ་ཀླད་པ་འདྲ་གི་མི་འདུག་ཟིན་འདྲ་ཞིག་ད་ཀོང་པོ་ཀླུ་སྒྲུག་གིས་དེའི་དོན་དག་འདྲ་བ་མཁྱེན་ནས་ཁྱེད་རང་གི་འདོད་པ་ག་རེ་ཡིན་པ་དེ་ངས་འདོད་པ་བསྐང་ཆོག་ཡིན་པས་ཡིན་ནས་དེ་ལ་བརྟེན་ནས་ངའི་ཀླད་པ་སྤྲད་པ་ནི་ད་ཀོང་པོ་ཀླུ་སྒྲུག་དབུ་འབྱིན་པ་ཡིན་ན་ཁྱེད་རང་གི་དཔའ་བའི་ཚེ་ཡི་ཐག་པ་འདྲ་བ་འདི་ཆད་འགྲོ་ཚེ་ཐག་ཆད་འགྲོ་རེད་ག་འདྲ་གྲོང་གྲོང་གི་རེད་ཁྱེད་རང་ལ་ཡང་ག་སུ་རེད་དཔའ་བོ་གྲོང་གི་ཡིན་ན་ཁྱེད་རང་ལ་ད་ཕ་ལ་མ་བུ་བས་ག་འདྲ་རྣམ་སྨིན་མྱང་དགོ་བྱེད་གི་རེད་ད།

དེ་དེ་ནས་བཤད་ཚུལ་གཞན་དག་ཅིག་ལ་གོམ་པ་ཀླུ་དྲུག་གིས་ཨ་ནི་ཀོ་ཙི་གང་པོ་ལ་ཡང་ང་ཚོ་ཐེག་ཆེན་གྱི་ཆོས་སྤེལ་བྱས་ཨ་ནི་ཐེག་དམན་གྱི་གྲུབ་མཐའ་འཛིན་མཁན་མང་པོ་དེ་ན་ཤི་ཁའི་ཕྱི་རོལ་པ་བཅས་ལ་ཡང་ཨ་ནི། ཁ་སུ་རེ་མ། གོ་བ་ཚར་བཅས་པ་ལ་སོགས་པ་གང་དག་དེ་འདྲས་ཀྱི་རྩོད་པ་མཛད་པ་དེ་འདྲས། མཛད། རྒྱལ་པོ་གསར་བ་དེ་ཐེག་དམན་ལ་དད་ཅིང་ཐེག་ཆེན་ལ་སྡང་བ་ཞིག་ཡིན་པས་སྲིད་རྒྱལ་པོ་ད་ད་ཅི་དགོངས་ན་ཞུས་པ་ན་ཞེས་རྒྱལ་པོ་དང་རྒྱལ་སྲས་གཉིས་ན་རྒྱལ་སྲས་དེས་ཅི་ཡང། དེ་ནས་ཁ་སོ་རས་ཐིག་མེ་ལ་དེད་པ་བྱིན་ནས་ཐིག་ཆེན་ལྡང་བ་དེ་འདྲ་བྱིན་པ་ཡིན་ཙང་ཨེ་ཐིག་མེ་བ་ཞིག་གིས་དུག་དྲངས་ཅིང་མགོན་པོ་ཀླུ་སྒྲུབ་ཀྱི་སྐུ་ལུས་ཡང་ཕྱིར་བཞེངས་པར་གྱུར་ཏེ་ཏིང་ངེ་འཛིན་ལ་ཞུགས་ནས་ཚེའི་རྡོ་རྗེ་བཏང་ངོ་ཞེས་གྲགས་སོ། ས་ག་ན་གསུམ་དང་གཞན་དག་གཅིག་འདིར་བཞག། ད་ལྟའི་ནང་གསེས་བདུན་པ་འདི་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་བསྟན་བཅོས་ག་རེ་ཡོད་མེད་དེའི་སྐོར་དེ་རེད་དེ་འདྲ་ཡིན་དུས་ད་ག་ད་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་གསུང་རྩོམ། སྤྱིར་མགོན་པོ་ཀླུ་སྒྲུབ་ཀྱི་གསུང་རྩོམ་ཧ་ཅང་མང་པོ་མཛད་ཡོད་རེད་དེའི་ནང་ནས་དཔེར་ན་གཞུང་ལུགས་སྟོང་ཕྲག། སྨྲ་བ། དེ་འདྲའི་བྱེད་ལས་ཀོང་པོ་བློ་ལུགས་ངོས་འཛིན་བྱེད་ཀྱི་བ་རེད། ད་ཀོང་པོ་བློ་ལུགས་ཀྱི་གསུང་ད་ལྟ་མཇལ་རྒྱུ་ཡོད་པ་དབུ་མ་རྩ་བ་ཤེས་རབ་དང་སྒོ་བཅུ་གཉིས་པ་དང་ཤེས་བྱའི་ཕྱི་མའི་རྣམ་བཤད་དང་ས་བཅུ་པ་ཕྱི་རབ་ཏུ་བཤད་པ་དང་བྱང་ཆུབ་སེམས་དཔའི་ཚོགས་རྩ་བ་དེ་བཞིན་གཤེགས་པའི་ལམ་གྱི་ཡན་ལག་སོགས་པ། འོ་དོ་ཚོ་ཡོད་བྱས་ད་ལྟ་རྒྱ་ནག་གི་སྐད་ཐོག་ལ་ཤོར་བའི་ཀོང་པོ་བློ་ལུགས་ཀྱི་རྣམ་ཐར་ནང་ལོགས་ལ་སྤྱིར་ལོ་གཞུང་མང་པོ་བསྩལ་བ་རེད་ད་འདི་རྣམས་ལས་ང་ཚོས་ད་ལྟ་མཇལ་རྒྱུ་ཡོད་པ་ཚེ་ལས་རྩ་བ་ཤེས་རབ་དང་གཅིག། སྒོ་བཅུ་གཉིས་པ་དང་གཉིས་གཤིན་རྗེ་ཆེན་མོའི་རྣམ་ཤེས་དང་གསུམ། ནི་ས་བཅུ་པོ་ཕྱི་རབས་སུ་བཤད་པ་དང་བཞི་བྱང་ཡུལ་སེམས་དཔའི་ཚོགས་རྩ་བ་དང་ལྔ། ནི་དེའི་ཤི་བ་ལམ་གྱི་རྒྱན་བྱས་ཏེ་གཞུང་དྲུག་གི། མཚན་དེའི་སྲས་ཡོད་ལ་གཞུང་དྲུག་གི་མཚན་གསལ་བས་ན་ལོ་ནས་ད་ལྟ་གོང་དུ་ཤི་བ་ན་ཤི་བྱང་ཆུབ་སེམས་དཔའི་ཚོགས་བ་དང་དེ་བཞིན་གཤེགས་པའི་ལམ་གྱི་རྒྱན་ལ་སོགས་པ་དང་ས་རྒྱ་ནག་སྐད་ལས་ཡོར་དེའི་གནས་ད་ལྟ་ང་ཚོ་བོད་སྐད་ལ་ཚུར་བསྒྱུར་རྒྱུ་རེད་ཤག། ཧོ་ལ་སོ། ད་འདི་ཡན་ཆད་འདིའི་ད་ལྟ་ང་ཚོ།

ག་རེ་ཟུག་རེད་ཅིག་ཨིན་ཐུགས་རྒྱུད་རབ་བསྐྱེད་ནས་རྗེས་དེ་ཡང་ནི་ང་ཚོ་ནང་པའི་ཆོས་ལ་ཞུགས་ནས་རབ་བྱུང་གྲུབ་ཡས། དེ་ནས་དེའི་རྗེས་ལས་ཀླུ་ཡུལ་ལ་ཕེབས་རྗེས་ཐེག་ཆེན་གྱི་གཞུང་དུང་ཙི་ལས་སྦྱངས་པ་གནང་ད་དེ་ནས་རྒྱ་གར་ལྷོ་ཕྱོགས་ལ་ཕེབས་རྗེས་ཨེ་ནི་ཕྱི་རོལ་མུ་ཏིག་པ་དང་རྫུ་འཕྲུལ་སྤྲད་ནས་ཨེ་ནི་ཚར་བཅད་ནས་ནང་པ་ལ་བཅུག་ཡས་དེ་ན་ཞིག་ཨེ། ད་ལྟ། ཕྱི་རོལ་པའི་རྒྱལ་ཁབ་ཅིག་ལས་ད་ལྟ་རྒྱལ་པོ་ཁོ་དང་བཅས་པ་བཏུལ་རྗེས་ཨེ་ནང་པ་ལ་བཅུག་ཡས་དེའི་རྗེས་ལས་ད་དགོན་པ་འདུ་རུ་ཉེ་ང་དབུ་འབྱིན་པ་ད་ནི་ཉེ་ང་ལས་འདས་ད། ལན། དེ་ནས་མགོན་པོ་ཀླུ་སྒྲུབ་ཀྱིས་ད་ལྟ་མཛད་པའི་བསྟན་བཅོས་ག་རེ་ག་རེ་ཡོད་མེད་རྒྱ་ནག་འགལ་ལ་ཡོད་པའི་གཞུང་དྲུག་ད་ལྟ་གོང་ན་བཞུགས་པའི་འོ་ད་དེ་འདྲའི་བརྗོད་བྱ་རུ་སྡེ་ཚན་ཁག་དབྱེ་བ་ཕྱེས་པ་ཡིན་ན་ནང་གསེས་བདུན་ཡོད་ཚོད་ཅིག་འདུག་དེ་ཡིན་དུས་དེ་བདུན་དེ་འོ་བདུན་དེ་གོང་ལས་ཡིག་ཐོག་ལ་རྣམ་པ་ཚོ་ལ་དཀར་ཆག་འདྲ་ཕུལ་གི་ཕུལ་གི་ངོ་སྤྲོད་ཞུས་པ་འོ་དེ་ཞྭ་ད་དེ་ཡན་ཆད་དེ་ཐོ་འགོ་ང་ཚོ་གཞུང་གཅིག་རྒྱ་ནག་འགལ་ལ་ཟེར་བའི་ངོ་སྤྲོད་ཞུས་ཟིན་པ་ཡིན་ད་ཐོ་འགོ་དེ་མཚམས་བཞག་ཡང་དེ་མ་གཉིས་པ་གསུམ་པ་ཡང་སང་ཉིན་མ་མུ་མཐུན་ཞུ་ཆོག་པ་ཤོག་ཡིན།